ཨོ་བཀྲ་ཤིས་བདེ་ལེགས། ད་ད་རིང་འདས་ཁར། སོ་སོའི་ངོས་ནས་ཡ་ད་ཁེ་སང། ཉི་མ་གསུམ་རིང་ག་ད་ད་དེ་བོད་ཡུལ་གྱི་ནང་ལ་ཡ་ད་གནས་སྟངས་རྫ་དྲག་པོ་ཐོག་ལ་ཡ། གཅིག་གམ་རྣམ་པ་ཚོ་ལ་ཡ་འགྲོ་བ་མིའི་ཐོབ་ཐང་གི། ལྟ་ཞིབ་དང་ཉམས་ཞིབ་ཟེར་བར་བ་དེའི་ཐོག་ལ་ཡ་རྣམ་པ་ཚོ་ལ་གཅིག་ག་ཁེ་སང། བོད་ཡུལ་ནང་ལ་ཡ་ད། རྗེན་ཛི། ན་གཞོན་ཚོས་གི་དེའི་ཐོག་ལ་ངོ་རྒོལ་རྣམ་པ་ཐོག་ལ་ཡ། དེ་ནས། ནེ་པཱལ་གཞུང་གིས་ཟིན་ན་འདྲ་འདུག་འདི་སྐབས་འདིར་བ་ཨ་ནི་འཐུས་ཤོར་ག་འདྲ་བྱས་པ་སོགས་དང་དེ་ག་ནང་བཞིན་གྱི་དེ་ནི་ཉེན་རྟོག་པ་གིས་འདི་ག་ཐོག་ལ་ཡང་དྲག་གནོན་བྱས་ན་འདྲ་འདུག་ད་རྣམ་པ་ཚོ་གིས་ད་ཁྱེད་རྒྱལ་རོ་བ་ཡོངས་གྲགས་རོ་བ་ཁོ་མེ་མདའ་རྒྱག་འདུག་གང་ལ་ཡ། ད་སོ་སོའི་ངོས་ནས་ཡ་ཨ་ཉི་མ་ནེ་པཱལ་ལ་དེད་པའི་སྐབས་ལ་འགྲོ་མི་ཐོབ་ཐང་གི་དུས་ནས་ཡ་ཨ་ནང་ལོགས་ལ་ཡ་འཛུལ་ནས་དེ་ནས་ལས་ཀ་བྱས་པས་སོ་སོ་གི་ཉམས་མྱོང་ཟིན་འདྲ་འདུག་དེ་ག་ཐོག་ལ་ཡང་ལྟ་སྟངས་དང། དེ་ག་ནང་བཞིན་གྱི་ཚོར་སྣང་དང་རྣམ་པ་ཚོ་ལ་ཅིག་ཞུས་ན་བསམ་སོང་ག་ཚོད་ཡོད་དེ། གནད་འགག་ཆེན་པོ་ཞིག་ངོས་ནས་ཡང་སྒྲོན་མེ་ཐོབ་སྟངས་ཀྱི་ངོས་ནས་ཡང་ཟེར་བར། ལམ་ལུགས་ཟིན་འདྲ་འདུག་དེ་ག་ཐོག་ལ་ཡང་ཅིག་རྣམ་པ་ཚོ་ལ་ཡང་མཁྱེན་རྟོགས་རང་གིས་བྱས་འདུག་ཅིག་ཞུས་ན་དྲན་སོང་ར་བ།

རྣམ་པ་ཚོའི་ལ་ཁེ་བཟང་ཞུས་པ་ནང་བཞིན་རེད། སྤྱི་བཏང་གི་ངོ་ལོག་དེ་ཡིས་ད་ལྟ་ང་རང་ཚོའི་དྲ་རྒྱའི་ཐོག་ལ་ཡ་དམ་དག་དང་བཀག་སྡོམ་དེ་ག་ནང་བཞིན་གྱི་དེ་ནས་ལྐོག་ཟའི་རུལ་སུལ་གྱི་དེ་ག་རང་ཟེར་བ་དེའི་ཐོག་ལ་ཡིན་དུས་གང་ལ་ཡ་ད་ནེ་པལ་གཞུང་གི་ངོས་ནས་ཟེར་བ་དེའི་སྐབས་ཀྱི་ད་གཞུང་ད་ལྟ་ཀེ་པི་ཨོ་ལི་གི་གཞུང་ཟེར་བ་ད་ཁོ་རང་གི་གཞུང་གི་དེའི་ཐོག་ལ་ཡ་གཟིགས་སྟངས་དང། སྣང་བ་འཁྱེར་སྟངས་ཟིན་ན་བདག་མཐུ་ཕྱོགས་ཆེན་པོ་ཅིག་ངང་ལ་ཡ། ཁོ་རང་ཚོད་ཀྱིས་བདག་ཨབ། སྤུ་གུ་གཞོན་སྐྱེས་རྐྱེན་རྐྱེན་ཡོད་དུས་གང་ལ་ཡ་བདག་འདིས་ཞེ་དྲག་བྱེད་ཐུབ་ཀྱི་མ་རེད་བསམ་པས་ཀྱི་བདག་གོང་ནས་ར་བ། ཁོ་རང་ཚོད་ཀྱིས་བདག་མཐོང་ཆུང་བཏང་བའི་བཟོད་ར་ཅིག། དེ་འདྲའི་ཚོར་བ་ཅིག་སོ་སོ་ངོས་ནས་བྱུང་སོང་དེ་མ་གསལ་བས། ཨ་ནི་ཁོ་རང་ཚོད་ཀྱིས་ཉེན་རྟོག་པ་ལ་ཡ་བཀའ་རྒྱ་ཟེར་བར་བ། བསྐོས་པ་བྱེད་སྟངས་དེ་ཚོ་དོར་བ་དེ་བས་ན་ཕལ་ཕལ་ཆེར་མཐོང་ཆུང། བརྩེ་བ་རོ། དེ་ནས་ཚད་དང་ལྡན་པ་ཅིག་ཁོ་རང་ཚོ་མི་འབོར་དེ་འདྲའི་སླད་ཐུག་གི་རེད་ཟེར་བ་ཅིག་ཁོ་རང་ཚོ་གོང་མཐོ་མི་འདུག་རེད་བ། ད་ལྟ་དེ་ང་ཚོ་ཅིག་བལྟས་ཡོང་དུས་གང་ལ་ཡོད་ད། སྤྱི་བཏང་གི་ད་ལྟ་དེ་ནེ་པལ་ནང་གི་ད་ལྟ་དེ་དཀའ་ངལ་ཟེར་བ་ད་གནས་སྟངས་དེ་ད་འཛམ་གླིང་ཡོངས་གྲགས་ལ་ཡ་ད་དུ་ཅིག་ཕྱིན་པ་རེད། དེའི་ཐོག་ལ་འཛམ་གླིང་མང་པོ་ཅིག་གིས་དོ་སྣང་དེའི་ཐོག་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཡ་ན་དྲག་འདུག་འགྲོ་མི་ཐོབ་ཐང་ངོས་ནས་ཡ་དྲག་འདུག་ཚང་མ་གིས་ད་དེ་ལ་ཡ་བརྟག་ཞིབ་ཉམས་ཞིབ་ད། བྱེད་དང་བྱེད་བཞིན་པའི་ཅིག་གང་ལ་ཡ། ཨ་ནེ་སོ་སོའི་ངོ་ནས་ཡ་དེའི་ཐོག་ལ་ཅིག་ཨང། ཅིག་ཞུས་ན་བསམ་ཟོར་བ། ད་ཐོག་མ་དེ་ལ་ཡ། ཉི་མ་ནེ་པཱལ་ལ་དེ་བའི་སྐབས་ལ་ཡ་སོ་སོའི་ནས་ད་ད་ད་དེ་ནེ་པཱལ་གྱི་འགྲོ་མིའི་ཐོབ་ཐང་གི། ཚོགས་མི་ཅིག་འདུག་གང་ལ་ཡ། སྤྱི་དང་ང་ཚོ་ད་ད་ནེ་པཱལ་གྱི་འགྲོ་མིའི་ཐོབ་ཐང་ཚོགས་མི་དེ་ནེ་པཱལ་གྱི། ད district ཟེར་བ་ང་དེ་དུས་ལྔ་ནང་ལོར་ཡོད་རེད་ང་ཚོ་དེ་རེད་བ། དེ་ནས་དམིགས་བསལ་གྱི་ད་ལྟ་དེ་ང་ཚོའི་ཚོགས་པ་དེ་ཧུ་རོན་ཟེར་གི་རེད་བ Human Rights Organization Nepal ཟེར་འདུག་ག་ད་དམིགས་བསལ་གྱི་ཟེར་ན་འདྲ་འདུག་རེད་བ། ཆེད་མངགས་ང་རང་ཚོ་བོད་དོན་གྱི་ཐོག་ལ་ཡ། བོད་པའི་སྐྱབས་བཅོལ་དང་བོད་དོན་ཐོག་ལ་ཡ། མཉམ་མ་ལོ་མང་ཅིག་ང་ཚོ་གི་འདུག་ཅིག་ཨ་ནི། མི་མང་ལ་ཞབས་ཕྱི་ཞུས་བ་རེད་ད་ལྟ་ཡ་ནས་མུ་མཐུད་ནས་ཞབས་ཕྱི་ཟེར་བ་རེད་ད། དཀའ་སྡུག་ཟེར་ན་འདྲ་འདུག་དེའི་ཐོག་ལ་བྱས་དང་བྱེད་བཞིན་པ་ཅིག་ཟེར་བ་རེད་བ། ཨ་ད་ད་འདའི་ཆ་ལ་ཡང་ང་ཚོ་ཚོགས་གཙོ་དེ་བོད་ཀྱི་ངས་ནོར་མེད་ན་ཨིན་དར་ཨར་ཡལ་ཟེར་བ་རུ་བ་ན་གཞོན་གྱི་ཁོ་རང་ཁྲིམས་རྩོད་པ་རེད། ཨ་དེའི་གོང་ལ་ཡང་ད་ང་ཚོ་འགྲོ་མི་ཐོབ་ཐང་གི་ཚོགས་མི་ཀ་པིལ་ཤེས་ཏྲ། མ་ལ་ཀེ་སུན་དར། དེ་ག་ནང་བཞིན་གྱི་སུ་ཏི་པ་ཏྲག། ཨ་ནི་དེ་འདྲ་མང་པོ་བྱུང་བ་རེད་དེའི་མཉམ་ཞུགས་ལ་ང་ཚོ་མཉམ་དུ་ལ་ད་ཕྱག་རོགས་གནང་མཁན་ནེ་པལ་གྱི་ཁྲིམས་རྩོད་པ་སྐད་གྲགས་ཆེན་པོ་དེ་འདྲ་ཡོད་རེད་ཨ་པ་ཚོས་ཞུས་པ་ཡིན་ན་ཨ་ནེ་ཡའི་མིང་ཆ་ཚང་ཞུས་མ་གོ་བ་བྱས་རུ་བ་ཁྱིམ་རྩོད་པ་མང་པོ་ཡོད་རེད་དེ་ག་ནང་བཞིན་གྱི་ནེ་པ་ལི་ང་ཚོ་མཉམ་ཞུགས་བྱེད་མཁན་ཧ་ལས་པ་མང་པོ་ཡོད་རེད་དེ་དུས་སྐབས་ལ་ཡོད་ར་དེ་ནས་དམིགས་བསལ་གྱི་ད་ལྟ་དེ་བྷུ་རོན་ཟེར་བ་ར་ད་ང་ཚོས Human Rights Organization of Nepal ང་ཚོ་གི་ཉིས་སྟོང་བརྒྱད་དགུ་བཅུ་དེ་ག་ལ་ནི་ཧ་ལས་པ་ཅིག་ཟེར་བ་རུ་བ་ཨ་ནེ་དེ་དུས་ནེ་པ་ལ་ང་ཚོ་བོད་རིགས་ཀྱི་ཆེད་དུ་འཐབ་རྩོད་ཀྱི་ཆེད་དུ་ཨ་ནེ

དེའི་སྐབས་ལ་འགྲོ་བ་མི་ཐོབ་ཐང་ང་ཚོ་མི་ཡོད་པ་ཡིན་ན་ཉེན་རྟོག་པ་གང་དེ་ཞིག་གུ་ཡངས་སུ་འདར་འདུག་འདུག་ཅེས་ཁོ་རང་ཚོ་གི་ལས་ཀ་བྱེད་སྟངས་དེ་ཚོ་ཁྱད་པར་ཞུ་ཞུ་འགྲོ་གི་ཡོད་རེད། རེད་བ། དེའི་སྐབས་ལ་ང་ཚོ་ཧུར་ཧུར་གཅིག་པོ་མ་རེད་དེའི་སྐབས་ལ་ཡང་འཛམ་གླིང་སྙན་སྒྲོན་རྒྱལ་ཚོགས་ཀྱི Human Rights གི་ཡོད་རེད་ཨ་མེ་རི་ཀ་གི་དེ་ནས Human Rights Watch Dog ཡོད་རེད། INSEC ཡོད་རེད་དེ་ག་ནང་བཞིན་གྱི་ག་སོ་རེད་ད།

ཨང་དང་པོ་དེ་བོད་ཆགས་འདི་ཡོད་རེད་བ། ཨན་ཨང་གཉིས་པ་དེ་བོད་ཡུལ་ནང་ཆགས་འདི་ཡོད་རེད་རྣམ་པ་ཚོ་ད། སེམས་སེམས། སེམས་ཡོད་ཀྱི་རེད་ལ་ཡོངས་གྲགས་ཆགས་པ་རེད་རེད་བ། འཛམ་གླིང་ནང་ལ་ཡ་ལྟོས་ཤིག་ན། ཚགས་པར། ཟེར་ན་དྲག་འདུག་དེ་ནས་མང་པོ་ཅིག་ལ་དོན་ཐུབ་པ་བྱུང་རེད་བ་བོད་ཡུལ་ནང་ལ་ཡ། གནས་སྟངས་རྫ་དྲག་པོ་འདི་ད་བོད་འདི་ཨང་དང་པོ། གཉིས་པ་དེ་བོད་ཡུལ་ཟེར་རེད་བ། ད་འདིའི་སྐབས་ལ་རྣམ་པ་ཚོ་ལ་ཡར་ཞུས་བྱས་ལ་སྤྱི་དང་ང་འགྲོ་མིའི་ཐོབ་ཐང་གི་ཚོགས་མི་རེད་དེ། ཡིན་ནས་ད་ང་ཚོ་སྐྱབས་བཅོལ་ན་འཚར་ལོངས་བྱེད་རྒྱུ་ཟེར་བ་སྐད་མཁན་འཚར་ལོངས་བྱེད་རྒྱུ་དེ་ག་ན་བྱས་སོ་སོ་གི་ཧ་ནས་དཔའ་བ་འདྲ་བོ་བྱས་ནས་ད་ཆུ་བཞི་མཁའ་འགྲོ་དམག་མི་བློ་གྲིགས་ཚུགས་དམག་མི་དེ་ང་ཚོའི་གཟུགས་པོའི་ནང་ལ་ཡར་ཟུག་ར་ད་ང་རང་ཚོའི་ཁོག་པའི་ནང་ལ་ཡར་རྩ་བ་ད་མ་བཟུང་ན་ད་འཐབ་རྩོད་པ་ཞིག་ཟེར་བ་ཨ་ནི་ང་ཚོ་ཁ་ཙུམ་དེད་ཐུབ་ཡས་ཡོད་མ་རེད་བ་ད་ཡིན་ནས་ང་འདིའི་སྐབས་ལ་ཡར་འགྲོ་མིའི་ཐོབ་ཐང་གི་ཚོགས་མི་དེ་རེད་དེ། དེ་ནི་དམིགས་སུ་བཀར་ནས་ང་རང་ཚོའི་བོད་པའི་ཐོག་ལ་ཡ། དུག་ཅིག་ཨ་ནི་ནེ་པ་ལ་གཞུང་དང་ས་ནི་འདྲ་འདུག་ཉེན་རྟོག་པ་དེ་དང་འདྲ་ན་ས་འདྲ་འདྲ་འདུག་ཨ་དེའི་བར་ས་ལ་ལ་ཡ་ད་ཟམ་པ་འདྲ་ཞིག་རེད་བ། ཨ་ནི་ལས་ཀ་བྱས་པ་ཡིན་དྲང་པོ་ཞུས་པ་ཡིན་རེད་བ་དེའི་སྐབས་ལ་ཡ་ཞུས་ད་ལས་ཀ་བྱས་པ་ཟེར་ན་ཞབས་ཕྱི་ཞུས་ཐུབ་པ་ཅིག་དང་བླང་གི་ངོ་ནས་རེད་བ། ང་ཚོ་ང་གཅིག་པོ་མ་རེད་ང་ཚོ་མི་ཕལ་ཆེན་དྲུག་ཞུས་ང་ཚོ་བོད་རིགས་རེད་བ། ཨ་ནི་དུག་ཅིག་ང་ཚོ་དམིགས་བསལ་གྱིས་ད་བོད་མི་ཚོ་ལ་ཡར་འདུག་ཅིག་ཆགས་རོགས་ཞུ་ཐུབ་པ་བྱུང་སོང། ད་མང་པོ་ཞུ་མ་དགོས་པའི་ཐོག་ནས་ཨ་ནེ་རྣམ་པ་ཚོ་ལ་ཡར་ཅིག་ཞུ་ཡས་ཅིག་ལ་ཡར་ཨ་ནེ་སོ་སོའི་ངོས་ནས་ཡར་ལྷག་བསམ་རྣམ་དག་དྭང་བླང་གི་ཐོག་ནས་ཡར་ང་རང་ཚོ་བོད་རིགས་ཚོ་ལ་ཡར་ཆགས་རོགས་ཞུ་ཐུབ་པའི་གཞིར་བཟུང་གིས་ཉིས་སྟོང་བཅུ་གཅིག་ཟླ་བ་བཞི་པའི་ཨ་ནེ་ཏཱ་རེ་གཅིག་ཉིན་མོ་དེ་ལ་ཡར་ནི་ང་ཚོ་ཉེར་དྲུག་དེ་ལ་ཡར ྋགོང་ས་མཆོག་གི་དམིགས་བསལ་མཇལ་ཁ་ཅིག

ཨ་ནི་ད་ལྟ་ཡ་ནས་ད་མུས་ཐུན་ནས་མི་མང་གི་ཆེད་དུ་འཐབ་རྩོད་ཀྱི་ཐོག་ལ་ལས་འགུལ་ག་འདྲ་བྱེད་པ་ཡོད་པ་ན་མུས་ཐུན་ནི་ཡ་སོ་སོའི་ངོས་ནས་ཡོད་ཞུ་ཡོད་གི། འདུག་ཅི་ཨ་ནི་གནས་དེ་གི་ཡོད་རེད་བ། ད་ཁེ་སང་ད་གཙོ་བོ་དེ་ལ་ཡ་ནེ་པཱལ་གི་ནང་ལོགས་ལ་ཡ་ད་དེ་གི་སྨན་པ་ཚོ་ལ་ཡ་དེ་རིང་ཉིན་གི་དོན་གཙོ་བོ་དེ་ཞུ་ཡོད་དེ་ལ་ཡ་འགྲོ་མིའི་ཐོབ་ཐང་གི་ངོས་ནས་ཡ་ཁེ་སང་ནེ་པཱལ་གཞུང་གི་འཐུས་ཤོར་དང་དྲག་གནོན། ཨ་ནི་ཁོ་ཚང་ཁོ་རང་ཚོའི་གོ་སྒྲིག་ཟེར་ནས་བསྒྲགས་འདུག

དེ་ནས་ད་ང་རང་ཚོ་གི་ད་ལྟ་ན་གཞོན་བལ་ཡུལ་གྱི་ན་གཞོན་དེ་ཚོ་ལ་ཡང་སེམས་ལ་ཡང་ད་ཁོ་རང་ཚོ་གི་ང་རྒྱལ་དང་ཁོང་ཁྲོ་ཞེ་སྡང་ཨ་ནི་དེ་བྱེད་དགོས་པའི་རྣམ་པ་དེ་ག་རེ་ཞིག་མཐོང་བར་བྱེད་དུས་གང་ལ་ཡང་ད་ལོ་མང་ཅིག་ད་ལྟ་ནེ་པཱལ་གྱི་འགོ་ཁྲིད་མི་ནག་དེ་ཚོ་ཟེར་བ་ལ་ད་ལྐོག་ཟ་རུལ་སུལ་གྱི་ཆབ་སྲིད་པ་མི་ནག་དེ་ཚོ་གི་བྱས་པ། ཁོ་ཚོ་གི་བྱས་པ་དེ་ཚོ་དེ་ག་ནང་བཞིན་གི་མ་འོངས་པ་ལ་ཡ་ཁོ་ཚོ་བྱས་པ་དེ་ད་སྤུག་དེ་ཚོ་གི་ད་ཁོ་རང་ཚོ་གི་ངར་སྐྱེ་ཞེ་སྡང་ཟེར་ན་འདྲ་འདུག་ར་བ་ཨ་ནི་དེ་ག་ནང་བཞིན་གི་ད་ད་རི་ཁ་ཚང་ད་བྱ་རྒྱལ་གི་གྲོས་ལ་མི་འདུག་གང་ལ་ཡ་ཨ་ནི་གཞོན་སྐྱེས་མང་པོ་ཅིག་ད་དེའི་ཐོག་ལ་ཡ་ད་ནི་དམིགས་སུ་བཀར་ནས་ད། དོ་སྣང་བྱེད་ཐེངས་མང་པོ་བྱོས་ར་བ། ད་ད་ལྟ་དྲ་རྒྱའི་མདུན་ལམ་དེ་རྣམ་པ་ཚོ་གི་མཁྱེན་མཁྱེན་ར་བ། ཁོ་བེད་སྤྱོད་ཡག་པོ་བཏང་བས་ན་བེད་སྤྱོད་ཡག་པོ་ཡོད་རེད་ར་བ། བེད་སྤྱོད་ལོག་པ་བཏང་ན་བེད་སྤྱོད་ལོག་པ་ཡོད་རེད་ར་བ་དེ་ནང་ལས་ད་བེད་སྤྱོད་བཏང་ཤེས་མ་ཤེས་ཅི་ར་བ་གཙོ་བོ་དེ་ལ་ཡ། ད་གཞོན་སྐྱེས་དེ་ཚོ་ཐོག་ལ་ཡ་སོ་སོའི་ངོས་ནས་ཡ་ཧ་གོ་ཡ་ཅི་ལ་གར་འདོད་ཚེ་འདུག་ག་ལ་ཡ། ད་ད་ནེ་པཱལ་གི་ནང་ལོག་ལ་ཡ། ད་མི་མང་པོ་ཅིག་ལས་ཀ་ཡོད་མ་རེད། གཞོན་སྐྱེས་ཚོ་སློབ་སྦྱོང་དོན་དཔར་ཡིན་ན་ལས་ཀ་བྱེད་ས་ཡོད་མ་རེད་བ། ཨ་ནི་ཕྱི་ཕྱི་ལོག་ལ་འགྲོ་དགོས་པས། ཨ་ཕྱི་ལོག་འགྲོ་ཡོད་དེ་ད་ལན་ལོག་ཡོད་མ་རེད། དྲང་པོ་ཞུས་ན། ད་ཨ་མེ་རི་ཀ་འགྲོ་ཆོད་ན་ད་རྣམ་པ་ཚོས་ཀྱིས་ཕལ་ཆེན་གཟིགས་ཡོད་ཁེར་བརྙན་ཐུང་འདྲ་མི་འདྲ་ནི་གནས་ཚུལ་འདྲ་མི་འདྲ་ནི། ད་མེག་སི་ཀོ་བརྒྱུད་ནས་གོམ་པ་བརྒྱབ་ནས་ཡོང་མཁན་འབུམ་ལྔ་བཅུ་དྲུག་ཅུ་དེ་འདྲ་བསྐྱལ་ནས་ཡོང་གི་ཡོད་རེད་ཆང་རྩ་རྫུན་མ་བསྐྱལ་ནས་ཡོང་གི་ཡོད་རེད། དེ་ག་ནང་བཞིན་གྱི་ད་གར་སོ་ར་ད Green Card ཟེར་ན་དེ་ནས་ད་ཡོང་སྒོར་ཚུར་དུ་ནེ་པལ་དུ་བཞག་ནས་ར་རང་བཙན་ཡོད་མཁན་མི་གཅིག་གིས་ད་ཁོ་རང་ཚོ་གི་མི་སེར་ལག་འཁྱེར་ཚང་མ་བཞག་ནས་ཕྱི་ལོག་ལ་ཡ་སྐྱབས་བཅོལ་ཞུས་དགོས་པའི་གནས་སྟངས་དང་སོ་སོ་གི་ནེ་པལ་གྱི་ད་མི་སེར་ལག་འཁྱེར་བཞག་དགོས་པའི་གནས་སྟངས་དེ་ཚང་མ་ལོ་ད་ནི་ལུང་པའི་ནང་ལ་ཡ་ཐག་དཀའ་ངལ་ཆེན་པོ་ཅིག་བེད་སྤྱོད་ཀྱི་ཐོག་ནས་འདའ་འདུག་ལས་ཀ་འདའ་འདུག་མ་འོངས་པ་གི་དུས་ལམ་དང་མ་བསུབ་ན། རྒས་དགོས་ཀྱི་མེད་དུས་སྐབས་ལ་ཡ། ཁོ་རང་ཚོ་དཀའ་ངལ་ཆེན་པོ་ཅིག་དེ་ག་ནང་ཞིག་ནས་ད། ལོ་ཤས་རིང་ལ་དྲ་རྒྱའི་དུས་ནི་ད་ཁོ་རང་ཚོ་གི། རྣམ་པ་ཚོ་གཟིགས་ཡོད་རེད་དྲ་རྒྱའི་ཐོག་ལ་ཚོང་རྒྱག་མཁན་ཡོད་རེད་ལས་ཀ་བྱེད་མཁན་ཡོད་རེད། དེ་ག་ནང་ཞིག་གི་ད་དྲ་རྒྱའི་ཐོག་ལ་ག་ཤེད་སྣང་བ་སྐྱིད་པོའི་ངང་ནས་ཡ། ད YouTube སོགས་པ་དང TikTok སོགས་པ་དང་ད་འདྲ་མི་འདྲ་བཟོ་མཁན་ཡོད་རེད་བ། ད་དེ་འདྲ་ཞིག་སྐབས་ལ་ཡ།

སྐྱིད་པོ་ཞིག་བཏང་བས་ཟོར་བ་དག་དཔེ་བྱས་ན་མོ་བྲག་ཡིན་ན་རྫིག་པོ་དེ་ག་ནང་བཞིན་གྱི་འདུག་ལོ། ད་གོང་ཆུང་པོ་དེ་འདྲས་ཀྱིས་གོང་ཆེན་དེ་འདྲས་སྤྲད་པ་དང་དེ་ག་ནང་བཞིན་གྱི་ད་ཕྱི་རྒྱལ་ག་བ་ག་ས་ལ་སློབ་སྦྱོང་བྱས་ཟོར་བ་དང་འཁྱམ་འཁྱམ་འདྲ་བ་ཚོ་ད་གཞོན་སྐྱེས་ནང་དེ་འདྲས་མཐོང་ཐེག་ཡོད་ས་རེད་དཔེ་བྱས་ནས་ལྟ་དུས་ག་ལ་རུང་བ། ད་དེའི་ཐོབ་རྒྱ་གོ་བརྒྱ་ཆུ་གོ་བརྒྱ་གི་ཟེར་དུས་ག་ལ་ཡ་སྤུ་གུ་དེ་ཚོ་གི་ད་ང་སེམས་ལ་ཡ་ན་ཚ་ཆེན་པོ་ཅིག་ཟེར་བོ་ར།

དཔེ་མཚོན་ལྟ་བུ་ཅིག་རྣམ་པ་ཚོས་ཞུས་པ་ན་ད་ལྟ་ནེ་པཱལ་གྱི་ཨེར་ལཱིན་སི། སྙེ་མ་ཡིན་ན་རོའི་ནེ་པཱལ་ལ་ཡོད་རེད་རྒྱལ་བོ་ཡོད་སྐབས་ལ་ཡ། ད་རྒྱལ་བོ་མེད་པར་སི་དུས་ཁག་ལ་ཡ། ནེ་པཱལ་ཨེར་ལཱིན་སི། ད་ནེ་པཱལ་ཨེར་ལཱིན་སི་དང་ཐའི་ཨེར་ཝེ་སི། ཨ་ནི། རྣམས་ཀམ་པ་ནི་དེ་ག་རང་གཉིས་ད་ནི་མཉམ་དུ་འགོ་ཚུགས་པ་ཅིག་ཏུ་ཆགས་པ་རེད། ད་ཐའི་ཨེར་ཝེ་སི། གནས་དང། ལྷག་ལས་པ་ཚད་མཐོན་པོ་འཛམ་གླིང་ནང་ལ་ཡ། བྱུང་ས་རེད་ད་ནེ་པཱལ། དེ་ག་རང་ལྷག་དེ་ཡོད་རེད།

རེད་བ། དེའི་ནང་ལ་ཡང་དེ་ནས་ད་ཚོགས་པ་འདྲ་མི་འདྲ་གི་ནེ་པ་ལ་ཚོགས་པ་དཔེ་མང་པོ་ཡོད་རེད་མཉམ་ཞུགས་མ་བྱེད་རོགས་བྱེད་ཟེར་ནས་ཁོ་རང་ཚོའི་དོར་སྲིད་ཨ་ནེ་དྲ་རྒྱའི་དུས་ལམ་ནས་ཁྱབ་བསྒྲགས་བྱས་བའི་བྱེད་སྲུང་གི་རེད་བ། ད་གངས་ཅན་ཁ་ཚང་ཕྱི་ཟླ་དགུ་བོད་ཀྱི་ད་རེས་བརྒྱད་ཉིན་མོ་དེ་ལ་ཡང་གཞོན་སྐྱེས་ཚོ་གི་ངོ་རྒོལ་རྣམ་པ་ཚོ་ཟེར་ཡོད་ཀྱི་རེད་སྤུ་གུ་དུ་སོ་སློབ་གྲྭས་ཀྱི་སྒྲིག་ཆས་ལ་ཡང་རེད་བ། ཁོ་རང་ཚོའི་ལག་པ་ལ་ཡ་ཐོག་དང་གྲི་དང་མེ་མདའ་དང་སོགས་པ་དེ་འདྲ་གས་དགོས་ཆོད་ཡོད་མ་རེད། ག་ཤེད་སློབ་གྲྭའི་གི་སྟོད་ཕེ་ཁེན་ལས་དེ་དོ་བ་འགྲིག་ཆེ་གོན་གོན་ལ་ཡི་སྐྲ་ཡི་དེ་འདྲ་གོན་ནི། ད་གང་ཆེ་རྣམ་པ་ཚོས་ད་གི་ཞུ་བ་ནང་བཞིན་རེད་ནེ་པལ་གཞུང་གིས་དེའི་ཐོག་ལ་ཡ། འཐུས་ཤོར་ཆེན་པོ་ཅིག་ཟེར་ན་འདྲ་འདུག་གྲ་སྒྲིག་ཅིག་དང་ཟེར་ན་འདྲ་འདུག་རེད་བ།

མི་སེར་ཁྲག་སྦྱོར་མང་པོ་བྱས་པ་རེད་མི་སྟོང་ཕྲག་མང་པོ་བསད་པ་རེད་རེད་བ། དེའི་སྒང་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནས་ད་ཡོང་ཁོ་བོ་དང་དེ་ག་ནང་དེའི་ཐོག་ལ་རེད་བ་ཡུ་ཨེན་ཁོ་རང་ཚོ་ཡོང་ཁོ་བོ་གནས་སྟངས་དང་ད་འཛམ་གླིང་ནང་ལ་ཡ་ཡོང་གྲགས་ཆགས་པ་རེད་བ། ད་དེའི་ཆེད་ལ་པར་ཏི་ཟེར་ན་དྲག་འདུག་ད་ཚོགས་པ། ཆབ་སྲིད་ཀྱི་ཚོགས་པ་འདྲ་མི་འདྲ་ཡོད་རེད་ཀོང་རེས་དང་ཨེ་མ་ལ་དང་ངོ་ལོག་རྒྱག་གི་ཡོད་རེད་མཚམས་མཚམས་ཁང་པ་ར་དང་པུ་ལིས་ཀྱི་དེ་འདྲ་རེད་ཅིག་ཅིག་མོ་དྲ་རོགས་དྲ་དང་པུ་ལིས་ཁང་པ་ར་མེ་དྲ་ར་རྒྱབ་དེ་འདྲ་བྱེད་པ་རེད་བྱས་ན་ཚགས་ཤོད་དེ་མའོ་ཨ་དེའི་སྐབས་དེར་བྱུང་བ་རེད་དེ་ག་ནང་བཞིན་གྱི་ཉིས་སྟོང་བརྒྱད་སྐབས་ལ་ནེ་པལ་རྒྱ་བོ་སྤུད་པའི་སྐབས་ལ་ཡང་ཉི་མ་དྲུག་དོན་ཞིག་འདུག་ངོ་ལོག་རྒྱབ་པ་རེད་རེད་བ། ཡིན་ནས་ད་ཁེ་སང་དེ་ལ་ཡ་སྤུ་གུ་ཚུལ་གྱི་རྗེས་འཛིན་ད་དེའི་ཐོག་ལ་ཡ་དེ་འདྲས་ཀྱི་ཁོང་ཚོ་ཤུགས་ཆེན་པོ་ཡོང་གི་མ་རེད་བསམ་པའི་གོ་རང་ཚུགས་ཀྱི་རེད་བ་སྣང་བ་དང་མ་སོན་སྣང་བ་ཡན་རེད་བསམ་ད་འདུག་འཐུས་ཤོར་ཕྱིན་པ་བསམ་ད་འདུག་དེ་འདྲས་བྱུང་བས་བྱུང་བ་རེད་བ། ད་དེ་ཉིན་མོ་དེ་ལ་ནེ་པལ་གཞུང་གི་དྲ་ཚིགས་ཟེར་ན་འདྲ་འདུག་ད་ཉེན་རྟོག་པ་ལ་ཡ་ཀོ་རྒྱ་བཏང་གི་རེད་བ་གཙོ་བོ་དེ་ལ་ད་ནི་ག་སོང་བ་རེད་ད་ནེ་པལ་གྱི་བློན་ཆེན Prime Minister

འགྲོ་ཞིག་གྲ་སྒྲིག་གྲ་སྒྲིག་བྱེད་ཀྱི་རེད་ད་ནེ་པ་ལ་གཞུང་གི་ངོས་ནས་རེད་བ། ཡིན་ནས་ད་ཁེ་སང་དེ་ལ་ཡ། ད་ཡིག་གོང་དུ་ཞུས་པ་ནང་བཞིན་ཁོ་རང་ཚོས་ཀྱི་འཐུས་ཤོར་གུ་དབྱངས་ཟེར་འདྲ་དག་འདུག་སྣང་བ། སྣང་ཆུང་བཏང་བས་ཟེར་བ་རེད་ད་ང་རང་ཚོ་དེའི་སྐབས་ལ་ག་འདྲ་བྱེད་འདུག་ཟེར་དུས་གང་ལ་ཡ། ད་ངོ་ལོག་རྒྱབ་ས་ས་ཆ་གཙོ་བོ་དེ་འདི་རེད་འདུག་བ་ག་ཟེར་བ་རེད་ད་ད་དེ་དང་པོ་པཱ་ལེ་མེན་ཚོགས་གཙོ་བརྗོད་རེད་བ་གྲོས་ཚོགས་ཚོགས་གཙོ་དེ་ད་ཉི་མ་ནེ་པ་ལ། གཞུང་ལ་ཡ་རྒྱ་མིའི་གི་རོགས་རམ་ཐོག་ནས་བཟོས་པ་དེ་རེད་དེ་ཁང་པ་ཆུ་བོ་གའུ་བརྗོད་རེད་པཱ་ལེ་མེན་མིན་པཱ་ཝན

ད་དེ་ལ་ཡ་ད་འདྲ་ལྕགས་ཀྱི་འབག་དེ་ཕལ་ཆེར་གཅིག་མི་ཤོད་ཡོད་ས་བཀག་མི་འདུག་ཁོང་ཚོ་དེ་ལ་རོ་བྱེ་བྲག་ཨ། བདག་གིས་མཉམ་རྣམ་པ་ཚོ་བྱོས་ནས་ཐེངས་མ་གསུམ་དེ་འདྲ་ཅིག་ལགས་སོ་རུ་བང་རིམ་རིམ་པ་གསུམ་འདྲ་བ་ཞིག་བཀག་མི་འདུག་ཁོང་ཚོ་རུ་བ། ད་སྤུ་གུ་དེ་ཚོ་ལ་ཡ། སེམས་ནང་ན་ཚ་གར་ཚེ་འདུག་ག་ལ་ཡ་རྣམ་པ་ཚོ་ལ་ཡ། ནེ་པཱལ་གྱི་བློན་ཆེན་དེ་ཚོ་དང། ད། ཆབ་སྲིད་ཀྱི་མི་མི་ནག་དེ་ཚོ། ད་སེམས་ལ་ན་ཚ་མིག་ལ་ན་ཚ་ཟིལ་ལ་སེམས་ལ་ན་ཚ་ཟེར་ནས་ད་དུ་རུ་བ། དེ་འདྲ་ཆུན་པོ་ཅིག་ཚོར་བ་ཆུན་པོ་བྱོས་དུས་གང་ལ་ཡ།

ད་ཁོང་ཚོའི་ངོ་ནས་དྲིས་དང་དེ་ནི་གད་སྐུ་ཅིག་ཁྱེར་མར་དང་གྲོགས་དང་སོགས་པ་འདྲ་མིན་གད་སྐུ་ཅིག་ཁྱེར་ཡོད་མ་རེད་རེད་བ་སྨྱུ་གུ་ཅིག་བྱས་བསྟོད་པའི་བྲོ་བ་དང་སྒྲིག་ཆས་གོན་གོན་ལ་སླེབས་དེ་རེད་རེད་བ་ད་སྤོ་གོ་ཚོད་ཚོད་སྐད་རྒྱབ་ག་ལ་ད་ཕ་ཚོའི་སྦི་ག་བཏང་རེད་དེ་འདྲ་ཡོང་བར་སྤྱི་བཏང་གི་མི་གྲར་གསུམ་ཉེན་རྟོག་པ་དེད་གོ་དགོས་རེད་རེད་བ། ང་ཚོ་འགྲོ་མི་ཐོབ་ཐང་གི་ཆ་བ་བཤད་པ་ཡིན་ན་ཉེན་རྟོག་པ་དེ་ཚོ་མི་གྲར་གསུམ་གྱི་བར་རྒྱང་བསྒྲགས་ཤིག་དེད་གོ་དགོས་ཡོད་རེད་རེད་བ་ད་དེ་ཉིན་མོ་དེ་ལ་ཡ་གཞོན་སྐྱེས་ཚང་མ་ཡར་ངར་མར་ངར་བྱས་འདུག་ག་ལ

ཉི་ཤུ་ལྷག་ཟེར་བ་ལ་པོ་ཉི་ཤུ་ལྷག་ཞིག་པད་ཀོག་དང་དེ་ནས་བྲང་ཀོག་དང་གྲོ་ཀོག་དང་ག་བ་ག་ས་ལ་དག་ར་བར་བུ་ལེ་འདྲ་འདུག་དེ་ནས་མེ་མདའ་འཁོར་དངོས་གནས་རྒྱག་འདོད་བ། ད་ང་ཚོ་ད་ལྟ་ཉེན་རྟོག་པ་གི་ལས་ཀ་བྱེད་སྟངས་ཐོག་ལ་ཡ་ཟེར་འདྲ་འདུག་དེའི་སྐབས་ལ་ཡ་ད SSP, DSP, Inspector།

ཨ་འདི་ག་ལ་ཉེན་རྟོག་པ་སུ་རེད་འདུག Inspector the DSP Duty in Charge ཟེར་བ། ད་ཁེ་སང་དེ་ལ་ཡ་ཐབས་སྐྱོ་བ་ཅིག་ཟེར་ན་གནས་ཚུལ་ལྟོ་བ་ཅིག་ལ་ཡ་འགྲོ་མི་ཐོབ་ཐང་གི་མི་སླེབས་ཐུབ་ཡོད་ས་མ་རེད། ད་ཡ་ང་ཚོ་གི་ད་ཉེན་རྟོག་པ་འདྲ་མི་འདྲ་བུག་ཏུ་ནས་བསྟན་ཡོད་འདུག་སྐད་ཆ་བཤད་ཉེན་འདུག་ཁང་ལ་ཡ་སྤྱི་བཏང་གི་ད་ད་གི་གཞུང་གི་ངོས་ནས་ཡ་འཐུས་ཤོར་སྣང་ཆུང་དེ་ག་ན་ཆེ་འགྲོ་མི་ཐོབ་ཐང་ངོས་ནས་སྣང་ཆུང་འགྲོ་བ་ཕྱིན་ཡོད་ས་རེད་དེ་ད་འདུག་ག་ལེར་བ་དེ་བ་ལ་སླེབས་ཐུབ་མེད་པ

མི་ཚེ་སྲོག་མང་པོ་ཕྱིན་པ་རེད། རྨས་སྐྱོན་ནད་རྟགས་དང་པོ་ཤོར་ན་བཞིན་མི་དྲུག་བརྒྱ་བདུན་བརྒྱ་ལྷག་བྱུང་བ་རེད། ད་ལྟའི་ནད་སྨན་ཁང་ནང་ལས་བཟའ་གྲོགས་པོའི་ངང་ལ་ཡར་མེ་མདའ་འཁེལ་ཡུལ་མང་པོ་ཡོད་ས་རེད། ད་ལྟ་མགོན་ཤེས་པ་བྱུང་གསུང་གིས་ད་དུང་མི། ཁ་ཚ་མི་བཅུ་དགུ་ཤེས་པར་ཏེ་མི་བཅུ་དགུ་ལྷག་ཤི་གི་ཡོད་པའི་རྣམ་པ་རེད་དེ་ཚོ་གུ་དོག་ད་གང་བྱས། རྣམ་པ་ཚོ་ལ་ཡ་ཞུའི་དེ་ལ་འགྲོ་མིའི་ཐོབ་ཐང་གི་ཆ་ནས་ཡ་ང་ཚོ་གི་ལྟ་སྟངས་ཆེ་རུ་བ་སོ་སོ་གི་ཉམས་མྱོང་དང་མ་སོ་ན་དུ་བྱེད་གི་ཡོད་རེད་ར། ད་ཉི་མ་ཉིས་སྟོང་གྱའི་སྐབས་ལ་ཡང་ང་ཚོ་བལ་བོད་ཀྱི་ལས་འགུལ་སྐབས་ལ་ཡང་ང་ཚོས་ཀྱི་ལས་འགུལ་དེ་བྱེད་སྐབས་ལ Police མང་པོ་ཅིག་ང་ཚོ་མཉམ་དུ་ལ་མཉམ་ཞུགས་བྱེད་ཀྱི་རེད་འབྲེལ་བ་བྱེད་ཀྱི་རེད་ཁོ་རང་ཚོ་ཞེད་སྣང་ཡོད་རེད། གལ་སྲིད་དེའི་སྐབས་ལ་དྲག་གནོན། མི་གནོད་སྐྱོན་རྨས་སྐྱོན། ཚབས་ཆེན་པོ་དེ་འདྲ་བྱུང་བ་ཡིན་ན་ཁོ་ཚོ་མྱང་གི་ཡོད་རེད་རེད་བ། ཨ་ནི་དེའི་ནང་བཞིན་གྱི་ད Nepal དང Nepal གྱི Police དང་དམག་མི་དེ་ཚོ་ད་ལྟ་རྒྱལ་སྤྱིའི་གྱི་གཟིགས་པ་རེད་བ་དེའི་ནང་ལ་ཡང་ད་མཉམ་ཞུགས་འགྲོ་ཐུབ་ཀྱི་ཡོད་མ་རེད་ཁོ་ཚོ།

ད་ནི་ངའི་ལག་ཡིན་པ་རེད་བ་དེ་ངས་ལབ་བཞིན་གྱི་མ་རེད་ལ་ཡིན་རེད་བ་ཁོ་རང་ལ་ཡ། ཁྱེད་རང་ཚོ་དེ་ལ་ཡ། རྗེས་འཇུག་ལེགས་པ་རེད་ང་དེ་རྗེས་འཇུག་ལེགས་པ་རེད་རེད་བ། དེ་ངས་ལབ་ཐུབ་མ་རེད་ཟེར་བའི་སྐབས་ལ་ཡ། ཁོ་རང་གིས་ང་ལ་ཡ་སྐར་མ་བཅུ་ཕྱེད་ལ GSP། བོད་ཆས་རམ་གི་རིགས་ཡིན་ས་ཡོད་དེའི་སྐབས་ལ། ད་ནི་ཁོ་རང་ཁ་ཕོ་ཡོད་རྒྱུ་བྱས་རེད་ཉིན་གཅིག Bound བྱས་དེར་བཞིན་གཅིག་ཡིན། ཁོ་རང་ཡོང་གི་ཡོད་ཟེར་ང་ལ་ཡ། ངས་སྣང་ཆུང་བཏང་བས་ལས་ན་ལས་མ་ལས་མ་ལས་དྲན་ཟེར་བ།

དེ་ནི་ང་རང་ཚོ་གིས་ད་ལྟ་དེ་བསོད་ནམས་ཆོས་སྒྲོན་གཙོས་པའི་ད་མོ་རང་ཚོའི་དེ་ལ་ཡ་དྭགས་ལའང་ཁོ་ཚོ་ག་ཤེད་ཡོད་རེད་ད་ནི་ཁོ་ཚོ་སྐད་རེ་རྒྱབ་ཡ་མ་བྱེད་ནས་ཐ་མ་དེ་ལ་ཡ་ད་པོ་ལིས་ཀྱི་དྲག་གནོན་ཟེར་ན་འདྲ་འདུག་དེ་པེ་རྫིག་པོ་ཞུས་སྟངས་ནི་མོ་རང་གིས་དེ་ནི་དེ་ག་རང་ལ་ཡ་པིས་སོང་རུ་བ་འདུག་ཐོང་དེ་པིས་ནི་ད་ལྟ་དེ GSP། རམ་གི་རི་ཁོ་རང་གི་གདོང་པ་ལ་ཡ་ཤོས་སུ་རུ་བ་འདུག་ཐོང་དེ་བསྙུགས་སོང་ར། ད་དེ་རྗེས་ལ་མོ་ག་རེ་བྱ་བ་རེད་ད་ང་ཚོ

ག་རེ་བྱེད་འདོད། བྱས་ལ་གོ་ཚོད་བྱས་ན་ཁོ་རང་ད་དེ་ད་ལྡོག་ད་ནི་དེ་ནི་མ་ཁོ་རང་དེ་ཏྲང་སི་པར་བཏང་ས་ཞག་ད་ཉེས་པ་དུ་བཏང་གི་རེད་རེད་བ། ཁོ་ཚོ་དེ་ལ་ཡ་ཡག་པོ་མ་བྱས་ན་ད་འཛམ་གླིང་རྒྱལ་སྤྱི་དང་ཨ་རིའི་གཞུང་དང་ཚང་མ་གི་ད་དེ་ནེ་པལ་པོ་ལིས་ཟེར་བོ་ར་ད་ཧེད་ཀོ་ཀྲོར་ཨ་མ་དེ་ལ་དེ་ནི་རི་པོར་བཏང་འདོད་ག་ལ་དེ་ཁོ་ལམ་ཚ་འཐེན་ས་ཞག་དེ་ནི་ཡ་རེད་བ། ཁོ་རང་འཐེན་པ་མ་ཟད་པའི་པོ་ལིས་ཧེད་ཀོ་ཀྲོར་བཞག་ཞག།

ད་ག་འདྲའི་གོ་ལ་ཡ་ཉེས་པ་བསྡུར་སྟངས་རེད་ད་དེ་ཉིན་དཔེ་སྟོན་ཙམ་རེད་ད་འགྲོ་མི་ཐོབ་ཐང་གི report རྒྱ་བའི་བྱེད་སོང་གིས་དེ་ནི་ང་ཚོ་གི་འཛམ་གླིང་འཛམ་གླིང་གི་རྒྱལ་སྤྱི་ཁྲིམས་ལ་བཞག་ཐུག་གི་རེད་དེ་ག་ནང་བཞིན་གི་ད་ལྟ UN གི་མི་ཤིང་ལ་ཡོད་འགྲོའི་སོག་པ་ད་བཀག་འགོག་བྱེད་ཐུག་གི་རེད་འོ་དེ་འདྲ་བྱེད་བྱེད་ཐུག་གི་རེད་བ་ད་ཁེ་སང་དེ་ལ་ཡ་ད་ང་ཚོ་བསྡུར་ཉམས་ཞིབ་བྱེད་དགའ་བར་བལྟས་འདུག་ག་ལ་ཡ་ད་ནེ་པ་ལི་གིས་ད་ལྟ་ཀེ་པི་ཨོ་ལི་དེ་ག་ནང་བཞིན་གྱི་ནང་སྲིད་བཀའ་བློན། དེ་ག་ནང་བཞིན་གྱི་རྫོང་དཔོན། དེ་ག་ནང་བཞིན་གྱི་ཝེ་ལི SSP། ད་ཉམས་དགོས་བར་ཁོ་ཚང་མ་ལོ་རུ་བ། ད་གཟའ་ཉི་ན་གཉིས་ད་ཁྲིམས་དང་བཅས་པ་ད་ཚང་མ་གླེགས་རི། ད་དེ་དུས་ག་ལ་མི་ག་ཚོད་འཐེན་གྱི་ཡོད་ན་བོད་ཆས་ལྔ་དྲུག་བདུན་བཅུ་འཐེན་གྱི་ཡོད་འགྲོ་ངས་བསམ་པ་ལོ་རུ་བ་ཁོ་ཚང་མ་འཐེན་ཡོད་འགོ་རུ་བ། ད་དེ་གསར་འགྱུར་དེ་འཛམ་གླིང་རྒྱལ་སྤྱི་ལ་ཕྱིན་པ་རུ་བ། ད་གཟའ་ཉི་ན་གཉིས་ཁོ་ཚོ་ཕྱི་རྒྱལ་ལ་འགྲོ་ཐུབ་གི་མ་རེད་དེ་ག་ནང་བཞིན་ད་སློབ་གྲྭ་སྤུག་གསལ་བྱ་རུ་བ། ཨོ་དེ་ཡང་འདུ་གང་ལ་ཡག་དེ་ནི། ཞི་བའི་ངོ་རྒོལ་དོར་ལ་དྲག་གནོན་བྱེད་པ་སོགས་པ་དང་རོ། ཨོ་དེ་འདྲའི་ཆགས་འདུག་ག་ལ་ད་ཟ་ཡིན་ན་ཡིན་ཁོང་ཚོ་དཀའ་ངལ་ཆེན་པོ་ཞིག་འཕྲད་ས་རེད་མི་ཚེ་ནང་ལོག་ལ་ད། ཨང་ད་དུས་གཏད་འདུག་ག་སང་ཉིན་གཞུང་གསར་བ་བཟོས་པ་ཡིན་ན། དེ་དག་ད་ནི་ང་རང་ཚོ་ད་ལྟ་བསྡད། ཁོ་རང་ཚོ་ད་ལྟ་བློན་ཆེན་དུ་ཚང་མ་ལ་བཙོན་ཁང་འཛུགས་རེད་ད་ཁ་ཙང་རླུང་རྟ་རྒྱུ་ནི། སད་ཐུབ་མི་འདུག་བ་མི་མང་གིས

ཁོ་བསད་ས་དུ་བ་ཁྱི་བསད་བ་ན་ཞིག་ད་ཁོ་གཉིས་རྣམ་པ་ཚོ་ཞུ་བ་འདི་འདྲ་རྒྱའི་ཐོག་ལ་རྒྱུ་ལམ་ན་ཟས་དུ་རུ་བ་དེ་ཐོག་ལ་ཡ་ད་གང་བྱས་རྣམ་པ་ཚོ་ལ་ཞོལ་དེ་འགྲོ་བ་མིའི་ཐོབ་ཐང་གི་ངོས་ནས་ཡ་ང་ཚོ་གི་ལས་ཀ་བྱེད་སྟངས་འདི་ཚོ་བསད་ཡ་འདུག་ག་ལ་ཡ་ནེ་པ་གཞུང་གི་ལས་ཀ་བྱེད་མ་ཤེས་སེམས་གདའ་འདུག་དེ་ག་ན་འཐུས་ཤོར་དེ་ག་ན་ཞིག་སྣང་བ་སེམས་གདའ་འདུག་རུ་བ་ད་གཞོན་སྐྱེས། ཧ་ལས་པར་བ་འཛམ་གླིང་ག་བ་ག་ས་ལ་གཞོན་སྐྱེས་སྤེ་ཚེ་མཐོན་པོར་བ་སེམས་ལ་བཏང་འདུག་ག་ལ་ཡ། ད་མི་རབས་རྒན་པ་ནི་ག་ལེ་ག་ལེ་ད། དགོངས་པ་རྫོགས་འགྲོ་འདུག་ག་ལ་ཡ་གཞོན་སྐྱེས་ར་བ་ད་མ་འོང་པ་ལ་ཡ། ད་གཞོན་སྐྱེས་ལངས་ཡོད་འདུག་ག་ལ་ཡ་གེ་ཁུ་བྱེད་ཐུབ་མ་རེད་ར་བ་དྲང་པོ་ཞུས་བ་ཡིན་ན། འོ་ནི། ཚང་མ་ལ། ན་གཞོན་སྐྱེས་ཀྱི་ཁྲག་ཚ་བོ་སྐྱེས་ངེས་ར་བ། ད་ནི་ཁོང་ཚོས་ཀྱི་སེམས་པ་བཏང་ལ་ཡ། ད། བ་སོར་ལྐོག་སོའི་རུས་ཚོད་གསོག་པ་དང་ད། སྡུག་ཅག་བྱེད་ཀྱི་ཡོད་མ་ར་བ་སྣང་བ། རྒྱ་ཅག། བརྒྱ་ནས་བརྒྱ་ཆ་དགུ་བཅུ་རོགས་གཅིག་དྲང་པོ་ཞུས་པ་ན་གཞོན་སྐྱེས་མང་ཆེ་བ་ཅིག་ལ་གཞོན་སྐྱེས་རང་རེ་བ་ཁོ་བསམ་བློ་བཏང་ད་ཚང་མ་ལོ་ཆུང་གི་སོ་སོའི་རྒྱལ་ཁབ་དང་སོ་སོ་གི་ཤ་ཞེན་སོ་སོ་གི་ཚོར་བ་མྱོང་དུ་སྤུངས་འདུག་གང་ལ་ཡ་ད་གང་བྱས་ནེ་པལ་གཞུང་གི་ཁ་ཚང་ལས་ཀ་ནུས་འབྲུ་ཆོན་པོ་ཅིག་ད་དེ་འཛམ་གླིང་རྒྱལ་སྤྱི་ཐོག་ལ་ཡ་ཕྱིན་པ་རེད་ཨ་འགྲོ་མི་ཐོབ་ཐང་གི་ལྟ་སྣང་བཤད་པ་ནི་ནེ་པལ་གཞུང་དང་པུ་ལིས་དེ་རྫོང་དཔོན་ནམ་སྲིད་བཀའ་བློན་ཚང་མ་གི་ནུས་འབྲུ་ཕྱིན་པ་ཅིག། རེད་བ། འོ་དེ་འདྲ་ཞིག་རྣམ་པ་ཐོག་ལ་ཡ་ད་དེ་རིང་སོ་སོའི་ངོས་ནས་ཡ་དེ་འདྲ་ཞིག་མཁྱེན་རྟོགས་ཅིག་ཞུ་ན་བསམས། འོ་དེ་ག་རང་ཡིན་དེ་ནི་ཉི་མ་བཟང་ངོ་འོ་དྲ་ཞིག་དེ་ལས་ཚང་མ་ལོ།